གོང་ས་ལྔ་པ་ཆེན་པོ་ལ་དག་སྣང་བྱུང་བསྡད་པ་ཞིག་ཡིན། ད་དག་སྣང་དེ་རིགས་མང་ཆེ་དེ་དེ་ཨེ་ནི། ལྷན་སའི་ལུ་གུ་ཤུ་རུ་དང་ཨེ་ནི། ནམ་རྒྱུན་ལྔ་རིག་ལ་འདྲ་བཞུགས་ཞུས་པའི་ཨེ་ནི། ཇོ་བོ་བ་དི་བཟང་པོ་བཅས་ཨེ་ནི་སྐབས་དེ་གོང་ས་ལྔ་པ་ཆེན་པོས་ལྷན་ས་ལ་མ་གདན་ཞུ་གནང་བྱས། ཨེ་ནི་འཕགས་པ་ཆེས་གསུམ་ཞེས་གསུངས་ཀྱི་འདུག་ཅེས་འཕགས་པ་ཆེས་གསུམ་ཨེ་ནི་རྟེན་གྱི་གཙོ་བོ་ལ་བཞག་ནས་ཨེ་ནི་དམིགས་བསལ་གྱི་འཇག་ཉེན་དེ་འདྲའི་ཇི་ལྟར་རྣམ་པའི་ཁ་དོག་ལ་ཡང་ཨེ་ནི་དག་སྣང་མི་འདྲ་བ་མང་པོ་ཞིག་བྱུང་འདུག་ཨོ་དེ་ཡི་དེ་ཨེ་ནི་ཕ་ནི་ལྷག་པའི་ལྷའི་བའི་རྗེས་སུ་གནང་བ་དང་འབྲེལ་རེ་དོགས་ནས་ཨེ་ནི་ད་དེ་ཆོས་འདི་སྡེ་ཚན་གཅིག་འདི་ད་གོང་ས་ལྔ་པ་བྱོན་པའི་སྐབས་ནས་བཟུང་ཅིག་གསང་བ་བརྒྱ་བྱིན་གྱི་བརྡའ། ཆོས་འཁོར་དབང་ལུང་ཁྲིད་འོ་དེའི་དེ་བྱས་ནས་ད་གང་ལྟར་གོང་ས་ལྔ་པ་ཆེན་པོ་ནས་བཟུང་ཅིག་གསང་བ་བརྒྱ་བྱིན་གྱི་ཆོས་འཁོར་འདི་རྒྱལ་དབང་ཀུན་འདྲིལ་ནག་རིམ་གྱི་ཕ་ཆོས་ཀྱི་སོར་ཆགས་ཏེ་ཡོད་རེད།

ཨ་ནི་ཇོ་བོ་བོ་དེ་བཟང་པོའི་རྟགས་བརྟེན་ཁྱད་པར་ཅན་གྱི་དྲུང་ནས་དག་སྣང་བྱུང་བདེ་བ་ཅིག་གི་འཁོར་མི་འདྲ་ཅི་ཆགས་དེ་འདུ་བ་ས་དེ་འདི་མི་འདུ་ས་ནས་ང་རའི་ཆུ་འཇུ་ག་ནས་ཨ་ནི་རྡོ་རྗེ་འཆང་སྟག་བྲག་རིན་པོ་ཆེ་སྐུ་མདུན་ནས་ཨ་ད་གསང་བ་རྒྱ་ཆེན་ཆོས་སྒོ་ཆ་ཚང་ཐོབ། དེ་ནས་རིམ་པས་རིམ་པས་རྒྱ་གར་ལས་ནི་གསང་བ་རྒྱ་ཆེན་གྱི་ད་ཆོས་སྒོ་གཙོ་བྱས་དེ་ཡི་དེ་ཨ་ནི། བཀའ་བརྒྱད་སྤྱི་དྲིལ་གཙོ་བོར་གྱུར་པའི་ཨེ་ནའོ་ད་ཅིའོ་ལ་དཀྱིལ་འཁོར་གཙོ་བྱས་ཏེ་འདི་བསྙེན་པ་ཡི་དྭངས་བྱེད་ཐུགས་གསུང་ཡིན། ཆོས་འབྱུང་གང་ལ་ཡང་ཏག་ཏག་རིམ་གྱིས་ཀུན་འདུས་ནས་ངེད་ཀྱི་གསང་བ་རྒྱ་ཆེན་གྱི་ཆོ་ག་ཞུས་པའི་ཁ་ཐུག་ལ་ཡང་ཕལ་ཆེར་པའི་ཧ་ལམ་ད་ནུབ་རི་བཞིན་དུ།

ཚེ་དཔག་མེད་དང་པོ་གཅོད་འབྲིང་གི་ཐག་ནས་འདིར་བརྟན་བཞུགས་གནང་བྱེད་འདུག་ས་རེད། འདིར་བརྟན་བཞུགས་དེ་ཅིག་བོད་ལྗོངས་ནི་ད་ལྷ་མི་ཟུང་འབྲེལ་གྱི་ཐོག་ནས་ད་བརྟན་བཞུགས་འདུག་གནང་བ་རེད། ཅེས་དང་ནི་གང་ལྟར་ཅིག་ད་གཙོ་བོ་དད་པ། ནི་ཡང་སྒོས་དང་ཏིང་ངེ་འཛིན་དང་སྔགས་དང། ནི་རྫས་དང་རྫས་སྔགས་ཏིང་ངེ་འཛིན་གསུམ་གྱི་ཐོག་ནས། ཡང་འཁོར་ཚེ་བསྲིང་ཡག་གི། འཁོར་རྟེན་འབྲེལ་ཁྱད་པར་ཅན་དང་རྟེན་འབྲེལ་ཡོང་གི་རེད། ནི། ནི་གལ་ཆེ་ཆུ་འཁྱག་ང་ཚོ་དང་ད་ག། ང་ཚོ་ཆེ་ཁུལ་དང་རྒྱ་ཆེ་མི་མང་ཚོ་དང། ནི། དེ་བཞིན་དུ་གཞིས་ལུས་རྒྱ་ཆེ་མི་མང། བ་དང་གཅིག། གང་ལྟར་ཧ་ལམ་ད་བོད་རིགས་སྤྱི་བོ་གནམ་བསྟན་ཡོངས་སུ་རྫོགས་པས་ཅིག་ད་ང་ལ་ཡང་ཡིད་ཆེས་བྱེད་ཀྱི་ཡོད་རེད་བློས་འགེལ་གྱི་ཡོད་རེད། ད་ཚེ་རབས་མང་པོའི་ལས་དང་སྨོན་ལམ་གྱི་འབྲེལ་བ་ཟེར་མཁན་འདི་ངས་བག་ཞག་ཚེ་ད་ག་མཐོང་ཤུགས་ཆ་ནས་བཤད་པ་ཡིན་ན་ཡང་གང་ལྟར་ད་ཧ་ལམ་བོད་ཡོངས་རྫོགས་རབ་བྱེད་ཀྱི་ད་ང་ཡིད་ཆེས་དང་བློས་འགེལ་ནས་རེ་བ་རྒྱག་གི་ཡོད་རེད། ས་དེ་འདྲ་ཡིན་དུས་ཙང་ནས་ཅིག་ད་ཨ་མདའ་བུ་དང་ལོ་བརྒྱ་ཅུ་ལ་སླེབས་ཏེ་ཡོད་རེད་ཨ་མདའ་གཟུགས་པོ་དེ་ཐག་ཆོད་ཡིན། ངས་ཨ་མདའ་ཨམ་ཆི་དེ་འདྲའི་བསྟན་ནས་ཡོད་དུས་ཙང་ནས་ཨམ་ཆི་ཚོས་ད་དུང་ལོ་ཉི་ཤུ་རྩ་དང་བསྡད་ཡག་ལ་ཐེ་ཚོམ་མི་འདུག་ཟེར་ནས་དེ་འདྲ་བཤད་འདུག་ཚེ་ཨ་མདའ་ཧ་ལམ་ལོ་ད་བརྒྱ་ཅུ་ནས་ད་ལོ་ལོ་བཅུ་ཕྱི་ན་ལོ་དགུ་བཅུ། ཨ་མདོ་དེ་ལོ་བརྒྱད་ཅུ་ལོན་པའི་གྱ་སྟོན་ཟེར་ཅིག་ཞིབ་ཞིབ་བཤད་ཤེས་གི་འདུག་ད་བཞུགས་སྒར་ལོ་དགུ་བཅུ་ལོན་པའི་ཁུ་ཐུར་ཡ་དགུ་སྟོན་ཟེར་ཡ་དེ་ཆགས་སྒོར་གདའ། ཨེ་རེད་དེ་ཁྱེད་རང་ཚོ་པོ་དེ་ཡི་དེ་ཁྱེད་རང་ཚོ་རིག་པ་བཀྲིན་ཆེ། པའི་ཕྱི་དང་གཤིན་རྗེའི་ཡོན་ཀུན་ཏུ་ནི་རམ་འཛིན་དམ་བཅས་རྒྱ་གར་མཆོད་ལོ་དགུ་བཅུའི་དགུ་བདུན་གོ་དུ་བསྟན་ཐུབ་པ་ཞིག་བྱེད་ཀྱི་ཡིན་ཟེར་ཏེ་ཁྱེད་རང་ཚོ་རམ་འཛིན་དམ་བཅས་སེམས་ཤུགས་སྐྱེད་ཤོག་སྤོ་བཟོས་སྤོ་མོ་བཟོས་འདུག་ཟེར་ཟེར་བ་འདུག་ཡིན་ཨེ་ད་བོད་གངས་ཅན་གྱི་ལྗོངས་ལ་ཡག་ཏག་རང་དབང་ཡོག་མ་རེད་ད་དེ་འདྲ་ཡིན་དུས་ད་ནས་ཅིག་ད་ས་ཁུག་ལུང་ཁུག་རུ་འདྲེན་ལ་ཡག་ད་ཅིག་ད་རེ་ངས་དེ་སྐྱེ་ག་གི་ད་དུས་དྲན་ལ་ཡག། བྱེད་ཚང་མ་ལོག་གི་པའི་སྨོན་ལམ་རུ་སྐྱབས་པའི་བཀའ་ཁ་སྐྱིད་སྐྱིད་དུ་བྱས་བྱས་ད་བྱེད་ཀྱི་ཡོད་རེད་ད་ཟེར་གི་མང་པོ་ཅིག་ལ་རང་དབང་ཡོད་མ་རེད་དེ་བྱེད་ཆོག་གི་ཡོད་མ་རེད་ད་དེ་འདྲ་ཡིན་དུས་ཙང་ནས་ག་ད་སེམས་ཀྱི་ནང་ནས་ད་བྱེད་ཀྱི་ཐལ་བ་དང་འདུན་པ་བའི་རྩིས་གཞི་བཞིན་ད་ཡོད་ཡིན་དུས་ཙང་ནས་ཨ་ནི་གཞིས་ལུས་རྒྱ་ཆེ་མི་མང་དེ་རེད་དེ་རེད་དེ་རེད་དེ་ཁྱེད་རང་ཚོ་དམིགས་བསལ་གི་པའི་བྱེད་ཀྱི་ཐལ་བ་ད། ཅིག་འདུན་པ་དམ་ཚིག་བདེ་སྐྱིད་བདེ་སྐྱིད་བོད་ཀྱི་འཚོ་བ་རོལ་བའི་ཤུགས་ཆེན་པོ་བྱས་ནས་ཡོད་བསྡད་པ་ཅིག་འདུག་ཟིན་དུས་ངས་ཁྱེད་རང་ཚོ་གཞིས་ལུས་རྒྱ་ཆེ་མི་མང་ཚོ་ལས་ནི་ཚོགས་པ་ལོག་ཐུགས་ཆེ་ཞེས་ཞུ་གི་ཡིན། ད་ལྟ་བར་དུ་ང་ཚོ་བོད་གངས་ཅན་པ་བའི་ཧ་ལམ་སྤྱི་བོ་གནམ་བསྟན་ཡོངས་སུ་རྫོགས་པའི་ནི་ཆོས་ལ་དད་པ་ཡོད་བསྡད་ཡིན་རེད་ཆོས་ལ་དད་པ་མེད་བསྡད་ཡིན་རེད་གང་ལྟར་མི་རིགས་ཀྱི་ཞེན་ཁོག་དང་མི་རིགས་ཀྱི་ཐོབ་ཐང་ཐོག་ལ་ཚང་མ་དང་སེམས་ཤུགས་འདུན་པ་ཆིག་སྒྲིལ་རེད་འདུག་བ། དངོས་ནས་ང་ཚོ་བོད་ཀྱི་མེས་པོ་འདི་ཡིན་དེ་དངོས་ནས་ཅིག་གི་དེའི་ཚེ་དེའི་དུས་འཛམ་བུ་གླིང་གི་སྤྱི་ཚོགས་སྤྱིར་བཏང་བཤད་པ་ཡིན་ན། བཞི་བོ་གཅིག་གི་བུ་ཡིན་ད། རིག་གཞུང་དང་དེ་ཚོའི་ཐོག་ལ། ད་ལོ་སྟོང་ཕྲག་གི་གོང་ལ་བརྩིས་པ་ཡིན་ན་ད་དེ་དུས་སྤྱི་བཏང་ད་ལུང་པ་ཚོ་རང་རང་སྟེ་ཡོད་མ་རེད་པ་ང་ཚོ་བོད་པ་སོ་སོའི་བོད་ཡིག་ཅིག་རྒྱ་གར་ནས་བཙུགས་ནང་ཆོས་བསྒྱུར་ཡག་ད་ཆབས་ཅིག་བོད་ཡིག་ཡར་རྒྱས་བཏང་ཕྱིར་ནས་ད་རི་སྐལ་ས་དངོས་ཡོད་གནས་ཚུལ་ཡར་འཛམ་བུ་ནས་འདི་གང་གི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་ཅིག་མཚན་རིགས་རེད་ལྟ་གྲུབ་རེད། འོ་དེ་ཚོའི་གྲས་དེ་ཆ་ཚང་གཅིག་མ་ནོར་མ་འཁྲུལ་བ་གཅིག་གིས་འགྲེལ་བཤད་བརྒྱབ་ཐུབ་མཁན་གྱི་སྐད་ཡིག་དེ་བོད་ཡིག་གཅིག་པོ་རེད་བཞག་ལེགས་ཆ་ལ་ད་ཡོག་མ་རེད། མཁས་པ་རེ་ཟུང་རེ་ཟུང་གིས་ད་ལེགས་ཆ་ཚིག་ཏོག་ཏོག་ཅིག་ད་བཤད་བསྡད་ཨ་ཞེ་མ་ཏོག་ཁག་པོ་ཞིག་རེད། ཨེ་ནི་ཧིན་དི་ནང་ནས་ཡོག་མ་རེད། ཨེ་ནི་རྒྱ་ཡིག་ནང་ལ་དངོས་གནས་བྱས་ན་བོད་ལ་ནང་ཆོས་མ་དར་གོང་ལ། ཆེན་པོ་རྒྱ་ཡི་ཡུལ་ལི་ཡ་བའི་ནང་ཆོས་དར་ཆེ་ལོ་བརྒྱ་ཕྲག་ཁ་ཤས་གོང་ནས་དར་ཆེ་འདུག་ས་རེད། གཞུང་མང་པོ་ཤར་འགྱུར་ཡོད་རེད། རེད་དེ་ཡིན་ནའི། དཔལ་ནཱ་ལེནྡྲའི་ད་ཆོས་རྒྱུད་ཅིག་ད་གཙོ་ཆེ་ད་ཅིག་བསྟན་འགྱུར་གྱི་ནང་ལ་ཡོད་བསྡད་པའི་གཞུང་དེ་ཚོའི་གྲས་དེ་མང་པོ་ཅིག་བོད་ཡིག་ལ་ཡོད་བསྡད་པ་ད་ལྟ་རྒྱ་ཡིག་ལ་མེད་བསྡད་པ་ཅིག་འདུག་ག་ཨ་ནི་རྒྱ་ཡིག་ལ་ཡོད་པ་དེ་ཚོའི་གྲས་དེ་བས་ད་ངས་ད་ངོ་ཤེས་པ་ཚོས་ལབ་ན། རྒྱ་སྐད་ཀྱི་བརྡ་རྙིང་པ་ཏིག་གི་ཤུགས་ཆེན་པོ་ཡོད་པ་ཡིན་དུས་ཟེར་ནས་ཏོག་ཅིག་གི་གོ་ཁ་བོ་ཡོད་བསྡད་པ་དེ་འདྲས་བཤད་ཀྱི་འདུག་ད་ག་ད་ག་ཚོ་བོད་ཡིག་ནང་ལ་ཡོད་བསྡད་པ་དེ་སོ་སོས་སློབ་སྦྱོང་མ་བྱས་ན་ནི་ད་ག་རེད། སློབ་སྦྱོང་བྱས་པ་ཡིན་ན་ག་ད་བོད་ཡིག་གི་ནང་ལ་སངས་རྒྱས་ཀྱི་ཆོས་ཚུལ་སྤྱི་དང་ལྷག་པར་ལེགས་སྦྱར་གྱི་ཆོས་བརྒྱུད་ནང་གི་ག་ད་ཅིག་ལྟ་སྒོམ་སྤྱོད་བཟོ་ལབ་ནས་འབྲི་གི་འདུག་འོ་ད་ག་ད་ཅིག་དངོས་ཡོད་གནས་ཚུལ་གྱི་ཅེས་ཀྱི་དང་སེམས་ཁམས་རིག་པའི་སྐོར་དེ་ཚོ་བྲལ་ཏེ་ད་འཛམ་བུ་གླིང་གི་སྤྱི་ནོར་རེད་ཟེར་ཕལ་ཆེར་ལབ་ཐུ་ཡག་རེད་ཤག་ད་ག་ནང་བཞིན་གྱི་ནི་ཅིག་ལྟ་གྲུབ་སྐོར་དེ་ཚོ་བྲལ་ཏེ་དངོས་ནས་ཅིག་སྔོན་གྱི་རྒྱ་གར་མཁས་པ་དེ་དེ་གི་ཅིག་རིག་རིག་སྟོབས་ཀྱི་ཐོག་ནས་དུ་དཔྱད་པ་བྱེད་ཡག་གི་ནུས་པ་དེ་ད་ཧ་ལས་པའི་ཆེན་པོ་རེད་འདུག་བ།

ཐོས་བསམ་སྒོམ་གསུམ་དང་འབྲེལ་བའི་ཐོག་ནས་ནི། བོད་ཀྱི་སྐད་བསྟན་འཛིན་སྒྱུ་སྤེལ་གསུམ་ཕལ་ཆེར་ང་ཚོ་བོད་པ་ཚོས་བྱས་པ་དེ་ཕལ་ཆེར་ཤུགས་ཆེ་ཤོས་ཡིན་ས་རེད། ད་དེ་འདྲ་འདྲ་ནི་ཁྱིམ་མཚེས་ཀྱི་ཡུལ་གྲུ་ཚོ་ནང་ལོ་ལེགས་ག་ལ་གང་འཚམས་ཡོད་རེད་ཨེ་ན་ལྷག་པར་ནི་ཧོར་གྱི་ཡུལ་གྲུ་ཁག་དེ་དེ་ན་དེ་སྔ་ཡིན་ན་ད་མཁས་པ་མང་པོ་བྱས་བྱས་དེ་འདྲ་འདུག་ག། ཚོགས་གཙོ་དེ་འདྲ་ཡིན་དུས་ང་རང་ཚོ་བོད་གངས་ཅན་པ་ཚོ་ཞིག་དངོས་གནས་ད་དེའི་དབང་དུ་བསམ་བློ་བཏང་ན་སོ་སོའི་མི་རིགས་ལ་ཡ་ད་ག་ཚོད་ཅིག་གིས་རྨོངས་ཤིང་སྐད་ཆ་མ་ཡིན་པ་རྒྱུ་མཚན་ལྡན་པའི་ཐོག་ནས་བོད་ཀྱི་ཞེན་ཁོག་ཆེ་བ་ཅིག་གིས་ད་ལས་ཡོང་གཞི་འདུག་ག། ང་རང་ཚོས་ཆོས་དད་ཀྱི་ཆ་ཤས་པ་ཡིན་ན་ཤེས་ནས་དད་པ་ཐོབ་པ་དང། ཟེར་གཅིག་གི་རྗེས་སུ་འབྲངས་ཏེ་ཡང་ཟེར་གཅིག་གི་ད་ག་ཟེ་ད་ཅིག་སོ་སོས་ཡང་དད་པ་བྱ་དེ་འདྲའི་སྐུ་ཡོན་བཀུར་བ་དང། འོ་འདི་ནང་བཞིན་བྱས་ནས་ང་ཚོའི་འདི་མི་རིགས་ཀྱི་ཞེན་ཁོག་འདི་རྨོངས་ཞེན་གྱི་ཞེན་ཁོག་ཙམ་མ་ཡིན་པར་རྒྱུ་མཚན་ལྡན་པའི་ཞེན་ཁོག་ཅིག་འཛམ་བུ་གླིང་འདིའི་སྒང་ལ་ཕན་ཐོགས་བྱེད་ཐུབ་ཡག་གི་ད་དེ་འདྲའི་གི་ད་ཤེས་ཡོན་ཅིག་ང་ཚོ་བོད་ཡིག་ནང་ལ་ཡོད་དད་པ་ད། དེའི་ཐང་ནས་ནི་ད་འཛམ་བུ་ལི་མི་སྤྱི་ལ་ཡ་ག་ལ་གང་ཙམ་གྱི་ཕན་ཐོག་བྱེད་ཐུ་ཡ་བྱེད་ཀྱི་ནུས་པ་ཏན་ཏན་འདུག་དེ་ང་རང་དངོས་སུ་ད་འདས་པའི་ལོ་ད་ལྔ་བཅུ་སྐོར་དེ་ནང་ལོགས་ལ་ཨེ་ད་དེ་འདྲའི་ཡི་ད་ཉམས་མྱོང་དངོས་སུ་རང་བྱུང་བསྡད་པ་ཡིན་དེ་འདྲའི་ཡིན་དུས་ང་རང་ཚོ་གཞིས་བྱེས་བོད་མི་ཚང་མ་ལོགས་ཀྱི་ཅིག་སོ་སོའི་མི་རིགས་ཀྱི་ད་སྐད་ཡིག་དེའི་ཐོག་ལ་ཡོད་བསྡད་པའི་ཆོད་དུ་རིག་གཞུང་དེ་ཡོད་དེ། དངོས་གནས་དྲང་གནས་ཀྱི་དཔེ་གཏིང་ཟབ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་འོ་འདིའི་འདི་ཤེས་པ་བྱས་བྱས་ཨ་ནི་སོ་སོའི་མི་རིགས་ཀྱི་ད་དངོས་གནས་ཅིག་ད་ཐུན་མོང་མ་ཡིན་པའི་རིག་གཞུང་ད་ཨོ་ཅིག་གི་འདི་འདྲིག་གི་ད་ཤེས་ཡོན་ཟེར་ལབ་ཆོག་གི་རོགས་ཤེས་ཡོན་འདིའི་འདི་ད་ང་རང་ཚོའི་དུས་ད་ལྟ་བར་དུ་ཚང་མས་ཧུར་ཐག་བྱས་པ་རེད་ད་དུང་ཡིན་ནའི་ཚང་མས་ཧུར་གྱིས་གནང་བྱས་གནང་རོགས་གནང།

ལོ་མང་གི་ཉམས་མྱོང་བསགས་ནས་དངོས་ཡོད་གནས་ཚུལ་ཕྱོགས་སྡོམ་བྱེད་ཤེས་པའི་རེ་འདུན་ཡིན་མ་གཏོགས་ད་གཟི་བས་ལོ་གསུམ་ཕྱོགས་གསུམ་ལ་སངས་རྒྱས་པ་ཤོག་ཟེར་རོ་ཚེ་བཞི་ལུས་བཞི་སངས་རྒྱས་པ་ཟེར་ཚུལ་དེ་ང་ཁ་ཧམ་པ་ཚ་བོ་རེད་མ་གཏོགས་དེ་ཚོའི་གྲས་སྟོང་སྐད་ཀྱི་ཡར་ལྡོག་སྡོག་རེད་བ་ཡོང་ཡག་མི་འདུག་ག། སྐད་གཞན་ནས་སྐད་གཞན་བསྲེས་ནས་ལབ་པ་ཡིན་ན་ཅིག་སེམས་ནང་ལ་སྙིང་སྟོབས་ཤིག་སྐྱེ་ཡོང་གི་དངོས་གནས་དྲ་འདྲེ་ར་བ་སྐྱབས་བསབ་པར་བྱེད། ཨ་ཏི་དགའ་ཏི་དགའ་ཏི་པ་ར་དགའ་ཏི་པ་ར་བསམ་མགོན་པོ་ཏི་སོགས་ལབ་དུས་ཚོགས་ལམ་ཐེག་ཆེན་ཚོགས་ལམ་ཐོབ་ཡག་ཕལ་ཆེར་མེད་ངེས་བསམ་པར་བྱེད། ཨ་ནི། ཞི་གནས་ཀྱི་དག་ཉམས་ལེན་རྟོགས་སུ་བྱུང་རོགས་བྱས་ན་སྦྱོར་ལམ་ཐོབ་ཡག་གི་ར་བ་སྐྱབས་བསྡད་ཀྱི་ཡོད། ཆ་དེ་རིང་ཡིན་དུས་རྩ་ནས། དེའི་དེ་དངོས་ཡོད་ནས་དེ་རེད་དོ། ད་འདི་ན་གཞི་བྱས་ནི་ང་ཚོ་བོད་ཀྱི་ལོ་སྟོང་ཕྲག་གི་རིང་གི་ང་ཚོས་བདག་ཉར་བྱས་བཞག་པའི་ཤེས་ཡོན་འདིའི་ཐོག་ནས་འཛམ་བུ་འདི་སྤྱི་ལ་ཡང་ག་ལ་གང་ཙམ་གྱི་ཕན་ཐོག་ཆེ་བསྟོད་ཨ་གི་ཏན་ཏན་ཆགས་ཀྱིན་འདུག་ད་འདི་ང་རང་ཚོས་བེད་སྤྱོད་ཡག་པོ་བྱེད་ཐུབ་ཐུབ་མ་ཐུབ། བེད་སྤྱོད་བྱེད་སྟངས་དངོས་ནས་དྲ་ནས་དངོས་ཡོད་གནས་ཚུལ་ཚང་པ་བྱེད་ཐུབ་ཐུབ་མ་ཐུབ་འདི་ང་རང་ཚོར་རག་ལས་པ་རེད། འོ་ད་འདི་ཁྱང་ཚོ་དགོངས་པ་བཞེས། བྱ་དང། ད་ང་ཡང་ད་ག་སེ་ནས་མ་སེ་ནས་ག་ད་ལོག་གད་འགྲོ་གི་ཡོད་ར་རེད། བྱ་ཙང་གི་ད་ཁྱེད་རང་ཚོ་གཞོན་སྐྱེས་དེའི་དེ་གི་ང་ལ་ཡིད་ཆེས་ད་ཅིག་བློ་གཏད་བྱེད་མཁན་དེའི་དེ་གི་ད་མི་དགའ་བོ་དེ་གི་དེ་འདྲ་ཟེར་གི་འདུག་ག་བསམ་པ་ཞིག་སེམས་ལ་ངེས་པ་བྱས་བྱས་ཨ་ནི་ཚང་མས་ཧུར་ཐག་བྱས་བ་རེད། འོ་ད་འདི་ཨ་ནི་ངའི་སྐྱེས་སྐར་འདེམས་སྒྲིག་གི་ཨ་ནི་ལག་རྟགས་ཡག་ཤོས་དེ་འདི་ཡིན། འདི་བྱུང་ན་ཨ་ནི་སྔོན་ཆད་ད་ནས་ང་ཡིད་ཚིམས་སོ། ཨ་ནི། ཕན་པའི་ལན་དུ་མཆོད་པ་བྱ་བ་ནི་བསྒོ་བའི་ཚིག་བཞིན་ཉམས་སུ་ལེན་པ་ཡིན་ཟེར་དེ་ཁས་མེད་པར་བྱས་བྱས། ཨན། ཐུབ་པའི་ག་དུག་ལ་ཡང་སྐྱབས་སུ་ཆེན་སྐྱབས་སུ་ཆེན་ཟེར་བར་བྱས། ངོ་གདོང་སོ་སོ་ཉིན་ཞག་ཕྲུག་གཅིག་གི་མི་ཚེ་བརྒྱ་ཐག་ནང་ལོགས་ལ་དེ་ཙམ་གྱི་ཞིར་ཞིར་བཟོ་བ་ཁས་མེད་པར་བྱས་དད་པ་ཡིན་ན་ཨན་ཕན་ཐོགས་ཁས་མི་འདུག་བ། རེད་བ། ས་དེ་འདྲ་ཡིན་དུས་ང་ཚོས་ཆོས་ཀྱི་ཉམས་ལེན་དེ་ཡག་པོ་ཞིག་མ་བྱུང་ན། གཅིག། ཁ་ནས་འདྲ་ཆགས་པོ་བཤད། ལག་ལེན་གྱི་ཐོག་ལ་མེད་བདེན་ངེས་ཅན་གྱི་ང་ཚོ་ལྟར་བསོད་ནམས་གྲོང་པའི་དཔེར་ལྟོས་སུ་ལབ་པ་ནང་བཞིན་འཛམ་བུ་གཉིས་འདི་གང་གི་ཆོས་བརྒྱུད་ཆོས་བརྒྱུད་མི་འདྲ་བ་ཚོའི་ནང་ལ་ཞུགས་ངན་རིགས་གཅིག་གིས་དེ་གཅིག་འདུག་ཁ་ནས་ཆོས་བཤད། ལག་ལེན་གྱི་ཐོག་ལ་གོ་ལྡོག་བྱས། ད་གོ་ལྡོག་ཟེར་ནས་མི་འདུག་གང་ལྟར་ཆོས་ནས་བཤད་པ་ནང་བཞིན་མ་ཕྱིན་པ་བྱས་བྱས་འགྲོ་བདེན་ངེས་འདུག་ག་ད་དེ་ཡིན་དེ་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་དུས་སོ་སོ་ཚོས་ཞིབ་འཇུག་བྱེད་བ་རེད། འདི་གལ་ཆེན་པོ་རེད། ཕྱི་རྟགས་དུ་ཡིན་མདོག་མདོག་ནང་རྟགས་དུ་གལ་མེད་དེ་འགའ་ཆགས་པ་ཡིན་ན། སྐྱག་རྫིན་བཤད་དགོས་ར་བ། མགོ་སྐོར་བཏང་དགོས་ར་བ། ཕྱི་ནང་མི་སྲུང་བྱེད་པ་ར་བ། དེ་ཁྱོད་ནས་ཡག་པོ་ཡོད་མ་ད། ཤེས་སོང་ང། ཨོ་འདི་ག་ད་ང་ད་ནམ་རྒྱུན་ངའི་རྟགས་པ་བཞུགས་ཡོད་རེད། ཨེ་ད་དེ་རེད་ད་དུས་ཚོད་དེ། ཁྱེད་རང་ཚོས་ཡ། བརྟན་བཞུགས་གནང་རྗེས། སོབ་འདེབས་ཞིབ་ཞུས་པ་ཡིན་དུས་ཚོད་ནས་ཡང་ང་ཡི་བློ་ཁོག་ཏོག་ཚོ་ཆེ་རུ་ཕྱིན་པ་རེད།